ནི།
ད་ངེད་ཀྱི་སློབ་ཚང་བཀྲ་ཤིས་ག་འདྲས་ས་གོ་སི་ལ་ན། ཁེ་སང། ཁོ་རང་མ་ཐུག་ངེད་ལ། དུད་འདྲ་སུམ་སི་ངེད་ལ་ང་བདེ་སུང་ནས་ཁ་པར་སི་ལས་སི་ར་ཁོ་རང་གི་པར་བཏང་སི་ང་དེ་པུཀུ་དེ་ངོ་ཤེང་གི་ཡོད་ལ་སི་ཨ་ནི། འདི་ག་ཅིག IC ག་ཅིག Inquiry ལས་སོ་ལ་སི་ར། ཨ་ནི། དེ་འདྲ་ཞིག་དུ་ངེད་ངོ་ད་ང་ང་ངོ་མཐོང་ཉོག་ཧོར་མེད་ཁོ་རང་ཡོད། ཨ་ནི། ཕྱིས་སུ། ང་ད་ད་དེ་ཡང་ད་ད་དཔེ་མཛོད་ག་ཅིག་ལས་བྱེད་ཅིག་ཡིན་ས་རེད་ཁོ་རང་གི་ང་ལ་ཁ་པར་ལས་སི། ཨིན་རྡེ་ཞི་ཏུ་ཀུ་ཇི་རིན་ཆི་ལ་རོགས་པ་བྱེད་རོགས་བྱེད་ལ་སོ་ནི་ངས་ཡིན་དང་ཡིན་དང་ཡོད་ཨ་ཕྱིས་སུ་ཁོ་རང་གིས་ང་ལ་ཁ་བ་བསླུས་ཏེ་ད་ཁོ་རང་འདོད་པ་མི་འདུག་ལ་སོ་ནི་ང་ད་འདོད་པ་མེད་ན་ཡང་ཨུ་ཚུགས་རྒྱག་ནི་དེ་སྐལ་ཡོད་མ་ར་ཨ་ནི་ད་ཁེ་སང་འགྲོ་ཡིན་པ་ཡིན་ན་ཨ་ནི་ད་ད་པུ་ཀུ་ཇི་འདུག་ཁོ་རང་གིས་མིང་ད་ང་ཧ་ཨུ་མེ་པུ་ཨུ་པེ་ཨ་གོ་ཞིག་ཏུ་ངོ་ནི་འོ་ར་ཁོ་རང་གིས་སེམས་ཁུར་འགྲོ་ཞེས་ད་ང་ཚོ་བོད་པ་བོད་རིགས་པུ་ཀུ་ཇི་ཨིན་རྡེ་ལ་འགའ་ནོར་དགོས་འགྲོ་དུས་ཨ་ནི་དེ་ལ་ཅིག་དཀའ་ངལ་ཅིག་འཕྲད་བདེ་བའི་སྐབས་ལ་ཁོ་རང་གིས། རོགས་པ་འགྲོ་བྱེད་ཡ་ཐབས་ཤེས་བྱེད་ཁོ་རང་གིས་ང་ལ་བྲེལ་བ་ཆེ། ཁོ་རང་སློབ་ཚན་འདྲ་ཞིག་ཨེ་འདྲ་ཞིག་འདུག་ཁོ་རང་དངོས་གནས་མི་ཚེ་འགྱུར་བ་བཏང་འདོད་འདུག་ལ་ཟུར། ཁོ་རང་སློབ་སྤྱོང་ཡིན་ན་ཚད་མཐོ་བོ་སྤྱད་ཀྱོག་རེད་འདུག་བར་ན་སི་ཤ་སི་རི་སྤྱད་ཀྱོག་རེད་འདུག་ཁོ་རང། སེམས་ཁམས་དཀའ་ངལ་ཆེ། སེམས་ཁམས་ལ་ཡོད་དུ་ད་ཆང་རག་གི་དཀའ་ངལ་དེ་ཆེ། འདི་གང་ལ་ད་ཁོ་རང་གིས། ཁོ་རང་ད་ད་དཀའ་ངལ་ཆེན་པོ་ཞིག་འདུག་ཁོ་རང་འགྱུར་བ་བཏང་འདོད་འདུག་ལ་ཟུར། ཨ་ནི་ཁོ་རང་དད་ས་མེད་བ་ཆེ་ཨེ་འདྲ་རེད་འདུག་ལ་ར་ལོ་ཚ་རེད་བཤད། ཨ་ནི་དུས་དུས་ང་དུས་དུས་ང་ག་ཆོད་དེ་ལོས་ཁེ་སང་ཡིན་ན་ད་ང་སྤུ་གུ་དང་སྐྱེས་མེད་ཚང་མ་གྲ་སྒྲིག་བྱེད་སེང་ད་ག་ཆེ་ན་ད་རིང་གཟའ་ཟླ་བ་ར་ཁེ་སང་གཟའ་ཉི་མ་ལ་ང་ག་བ་ལེར་ང་གྲ་སྒྲིག་བྱེད་ད་རིང་གཟའ་ཟླ་བ་ལ་ད་ངའི་བུ་མོ་སློབ་གྲ་འགྲོ་ཡ་འགོ་བཙུགས་བ་ར་སློབ་གྲ་མ་འགྲོ་ངེད་ལ་འཆམ་འཆམ་ཅིག་ཁྲི་ཡ་ཡ་རེད་ཆ་ཤས་སྒྲིག་དེ་ཡོད་ཨ་ཨ་ཉི་ལེ་ཡིན་ང་ད་ད་རིང་ད་ང་ཡོང་ས་མ་རེད་ངའི་སང་ཉིན་སླེ་གོ་ལེ་ཡིན་ནས་ང་ད་འགྱིག་གིས་ད། བྱིས་མ་ཐུགས་ངེས་ཅོག་ཆགས་སུ་སྐྱིད་མ་ལོས་ཡོད། ཨ་ནི། ཁོ་རང་ཡིན་ནའི་གསར་ཉིན་ཐུ་ཡ་ག་ཅིག་སྐད་ཆ་རང་བྱུང་ཟུར་ར་ད་ཐེས་ང་ཉོན་ཆོས་དུ་སྒོ་བརྒྱ་ལས་ངས་ཆོས་དུ་བཅུ་བ་ལོན་ཡིན་ནའི་ད་རིང་ང་ཆོས་དུ་བཅུ་བ་ལས་ཏིས་བྱིས་ལུས་ཐེས་སུ་ཡོད་ནང་གི་ལས་ཀ་དག་དེ་འདྲ་བྱས་ནས་བུ་གུ་སློབ་གྲྭ་སྐྱེལ་ཡང་ནང་ལས་ཀ་ད་ལྟ་སྐྱེལ་མའི་རྡེའུ་མེ་བ་འོ་འདི་བྱས་ནས་ཡོད་ད་རེད་འདི་ང་བྱིས་ལུས་ཐེས་ས་འོ་འདི་ལ་དགོངས་དག་ལ་ཡིན་ད་ཨ་ནི་འོ་འདི་རྗེས་ལ་རོགས་ཨ་ནི་ང་ཡར་འགྲོ་དུས་ཁོ་རང། ཁྱེད་ཚང་ང་ལ་བདེ་བ་ཞིག་ཡིན་ཕོ་སར་བྱོས་ར། ཁོ་རང་གིས་ཁོ་རང་མཉམ་པོ་འདུག་ར། དཔེ་ཡག་པོ་བྱུང་སོ་ད་ད་ནང་ང་རང་གཉིས་བསྡད་སླེ་བསྡད་ཡོད་ར། ཁོ་རང་ད་ད་ད་ཁྱོད་རང་མེག་ལོ་ལ་བསྡད་ཡོད་སྐབས་ལ་ར། ཁོ་རང་གིས་བསྡད་སར་བྱོས་ར། ད་དེ་ངོ་གནས་ཧོ་ར་དེ་ཐོག་ན་ད་ང་ཡིན་ནའི་དེ་སེམས་པ་ན་ལ་དེ་ཆགས་སོ་ག་རེ། སྙིང་རྗེ་དཀོན་མཆོག་གསུམ་འདིར་ང། ཐུག་ཡ་དེ་ང་ཁོ་རང་དེ་འདྲའི་འབྲེལ་བ་ཆགས་ཡ་དེ་ང་བྱིས་ལུས་ཐད་དུ་བསམ་ཟོས་ར་ཡིན་པ་ནས་ད་ལྟ་ཆ་ལོ་ཁོ་རང་ལ་དཀའ་ངལ་དེ་འདྲའི་དམིགས་བསལ་ཆེན་པོ་འཕྲད་མི་འདུག་ར་ད་ངོ་བྱས་ན་ཉེ་ས་དེ་ཨ་ནེ་ངེད་ཀྱི་སྙིང་ཐུང་ཅིག་ལེན་ར་འོང་འདི་ན་ལ་གཟིགས་ད་ར་ར། སློབ་ཚོགས་འདྲ་ཞིག་ཁོ་རང་གི་ཉེ་ས་བ་ཉིད་ཀྱི་ཏག་ཏག་སྦག་བཙོག་གི་སྲིང་མོ་བ་ལ་ཉིད་སྤུར་གྱི་བ་ལ་སྲིང་མོ་སྤུར་བ་ལ་ཁང་པ་ཏོག་མ་དེ་ན་ཉེ་ཡོད་ལ་བཟོ་སྙིང་འདྲ།

ཨ་ནི་ད་སློབ་གསར་རེ་ཞིག་ཁོ་རང་ཡིན་ན་ར་དཀའ་ངལ་ད་ཆེན་པོ་ཞུ་འཕྲད་འདུག་ར་ཡིན་པ་ཡིན་ནའི་ཁོ་རང་གི་ར་ད་ཁོ་རང་གི་ཤ་སི་རི་ཅེ་ཀྱོ་འགྲིག་རི་ད་ཅི་ཀྱོ་ར་ཡིག་ཆ་དུ་ཚུ་ཆ་ཚང་དཔེ་མ་སི་ཡ་ཀོ་ཉག་འདུག་ར། ད་ད་ལྟའི་ཆ་ལ་ང་གཉིས་གཉིས་འདུག་ཟོ་ཡ་གད་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེ་ལ་ན་ར་ཨ་ནི། ད་ནངས་ང་ཚོ་ཀུན་ཕན་ལ་ད་ཁོ་རང་ཀུན་ཕན་ལ་ཡ་རྫུས་ཡ་རེད་ཁོ་རང་འདོད་པ་འདུག་མི་ཚེ་འགྱུར་བ་བཏང་འདོད་ཡོད་ཡིན་ཡོད་ར་བྱུང་ས་རེད་ཨ་ནི་འདི་ཡུལ་བ་ན་ཤེས་ར་ཨ་ནི་ཁོ་རང་ཡིག་ཆ་དུ་ཚོད་ཡོད་དུས་ང་ཚོ་ཀུན་ཕན་ག་ཅིག་ཕིས་ག་ཅིག་ད་གཞུང་ལ་ཡ་རོགས་པ་གནང་གོ་ར་རྒྱབ་གཉེར་སྤྲད་ནས་ཨ་འདི་བཞུགས་སྒར་འགྲོ་དུས་ད་ལྟའི་ཆར་ལ་ཨ་ནི་ད་གཞུང་ག་ཅིག་ཧྥན་མང་པོ་ཅིག་ད་ཕྱི་རྒྱལ་ནས་སྟོན་ཀུན་ཡོད་ཙང་ཨ་རི་རྒྱལ་སྤྱིའི་ད་ལྟ་ཧྥན་དུ་ཚང་མ་སྒོ་རྒྱག་རེད་འདུག་ཨ་འདི་བྱས་ནས་ད་ལྟ་གནས་སྟངས་ག་འདྲ་ཡིན་མིན་ཧའོ་མ་སི་ར་ནས་ང་ཚོའི་བདེ་དོན་ལས་ཁུངས་ནས་མ་འཕྲོད་དོན་ལ་འབྲེལ་བ་བྱེད་ཡག་ཐབས་ཤེས་བྱེད་སི་རོག་ཨ་འདི་བྱེད་དུས་འབྲེལ་བ་བྱེད་ཐུབ་མ་སོང་ཡིན་པ་ཡིན་ནའི་ད་ང་རྗེས་ལ་འབྲེལ་བ་བྱེད་དགོས་ལ་ད་ད་ད་གཙོ་བོ་དེ་ག་རེད་ལ་ན་ད་ད་ཁོ་རང་ལ་ཕ་ཀུན་ཕན་ལ་དེ་ཡག་ག་ཅིག་ཧྥིས་ཡོད་ར་ཧྥིས་དེ་ད་ཨ་ནི་ཁོ་རང་ལ་ད་དུག་ལོ་ཆ་ཚང་ཅིག་ཏིས་ཅིག་ཉོ་གོ་འདུག་ར་དུག་ལོ་ཚང་མ་ད་བཙོག་པ་རེད་འདུག་ཨ་ནི།

རེད་རེད་དགོན་འདིར་ཨ་ནེ་མི་མ་ཚང་མ་གིས་ཀུན་ཅི་གསུང་མོད་ཀུ་ཅི་ཀུ་ཅི་ཨ་ནེ་གང་ཐུབ་ཅི་ཐུབ་ཡག་ཨ་ནེ་ཁོ་རང་ལ་རོགས་པ་གནང་རོགས་གནང་ཁོ་རང་འགྲོ་བའི་ན་དགོན་ནས་ཧོར་ར་ཤེས་ཡོན་ཡོད་ཚད་ཐུགས་བཅད་རྒྱོ་ཨ་ནེ་ཡོ་ད་མི་ཡག་པོ་རེད་འདུག་རོ་ད་ཁོ་རང་གི་གོམས་གཤེས་དེ་ད་ཅིག་ཆང་རག་བཏུང་བ་དེ་རེད་མི་འདེ་ཡིན་པ་ནས་མི་སྐད་ཆ་བཤད་སྟངས་དང་འདོད་ཚུལ་ཚང་མ་མི་ཉམ་ཆུང་ཡག་པོ་འདུག་རོ་ཨ

དེ་དེ་དེ་དེ་ཤོར། ད་བུ་མོ་དེ་ཞིམ་པ་ལ་ཡིན་པོ་འགྲོ་ཚར་ན་ར་ཁྱོད་རང་དེ་དྲན་བསྡད་ན་ར་ཁྱོད་རང་ཆོས་ཡོད་མ་རེད་ཁྱོད་རང་ནི་རྫིག་པོ་འདུག་གཟུགས་པོ་ནི་ཡག་པོ་འདུག་ག་སློབ་སྤྱོང་ནི་འདུག་བུ་མོ་དེ་ལས་ཡག་ག་ཅིག་ཁྱོད་རང་ལ་མ་ར་ཡ་སེམས་ཏད་ཡོད་མ་རེད་འོ་ནི་ཧོ་ར་ར་འོ་འདི་སོང་ཙང་ཨ་ནི་མི་མང་ཚོ་ཨ་ནི་གང་མང་མང་རྒྱབ་སྐྱོར་གནང་རོགས་གནང་ཨ་ནི་སློབ་ཚང་འདྲ་ཞིག་ཁོ་རང་ལ་ར་ཨ་ནི་ཁོ་རང་ད་འདྲ་ད་ང་གཉིས་ཀུན་ཕན་ལ་སླད་ཚང་ཡིན་ཡོ་ཨ་ཀུན་ཕན་གི་གྲམ་དེ་ལ་ང་གཉིས་ཉིན་ཐུང་དེ་བཟོས་ཡོད་ར་ཨ་ནི་དེ

ཨོ་ཀྲེ་ཤི་ལའི་ད་དེ་འདྲ་དེ་བློ་བཟང་འདྲ་ཞིག་ཁོ་རང་གི་བརྙན་ཐུང་ཚང་མ་གི་ཟེར་ཡོད་རེད་དྲ་ནས་ཁོ་རང་གི་ད་ང་ལ་ཉི་མ་ཁེ་སང་རང་འབྲེལ་བ་བྱུང་རེད་འདི་ངེད་ལ་ཡང་ཁོ་རང་གི་ད་ངོ་ཤེས་བ་ཅིག་གི་ང་ལ་འབྲེལ་བ་བྱུང་ངེས་བྱུང་ཟེར་བ་དེའི་དུས་ཚོད་ལ་ང་རང་གི་ཐོག་ནས་ཉེས་གི་ཡིན་ད་ཡིན་ངས་ཁོ་རང་དཀའ་ངལ་ཡོད་ན་འབྲེལ་བ་འདོད་པ་ཡིན་ན་ངས་ཕ་སྐྱེ་དགོས་ལ་ཡིན་པ་རི་ཧབ་ལ་ལུས་བ་དུས་སུ་ངེད་གི་རོགས་པ་བྱེད་དགོས་ལ་ཡིན་པ་ང་རང་ག་རེ་བྱེད་ཐུབ་བ་དེ་ཡོད། ཨ་ནི་སོང་ཙང་ཡང་འདི་རྗེས་ལ་ཁོ་རང་གིས་ད་འདོད་པ་མི་འདུག་ལ་ཟེར་བ་ད་ཁེ་བཟང་ཁ་པར་ལི་དུས་ཨ་ནི་ཁོ་རང་འདོད་པ་འདུག་ད་བྲོ་བའི་འདོད་པ་འདུག་ལ་ཟེར་ད་ཡང་འདི་མི་ལོ་གར་ད་ད་ལྟ་འདི་ཕོ་སར་དེ་མེག་ལོ་ག་ཅིག་ཕོ་སར་རེད་ཡ་ཁོ་རང་གིས་སྙིང་རྗེ་ང་ལ་འབྲེལ་བ་བྱས་ད་ངེད་ཀྱིས་ད་ད་ཡུལ་གྲུབ་འདུག་ཚུལ་ཁོ་རང་གིས་ལྟ་གི་འདུག་འོ་འདི་ལྟ་བའི་རྐྱེན་གྱིས་རོགས་ཨ་ནི་ཁོ་རང་གིས་ད་རིན་ཆེན་གྱི་རོགས་པ་བྱེད་ཀྱི་རེད་ལ་ནི་ཁོ་རང་ལ་ལབ་ཨ་ནི་ཁོ་རང་གིས་འདུག་འདོད་པ་ཡོད་བ་བྱས། ཨེ་འདྲ་བྱས་ནས་ཨ་ནི་ང་ང་ཚོ་ཕ་ཚོས་བྲེལ་བ་བྱུང་ཟུར་བ་བྲེལ་བ་བྱུང་བ་ནང་ཤི་ཨ་མྱེས་སྡིག་ངན་ལ་ལའོ་ན་ཤི་ཁེ་ཚང་ང་བྲོ་ཡག་གི་དུས་ཚོད་བྱུང་མ་སོ་ང་རང་ནང་མི་མཉམ་པོ་ད་གྲ་སྒྲིག་ཚང་མ་བྱེད་ཚ་སྤུ་གུ་ལ་ཚང་མ་ལ་ཚ་ཡང་སྐྱིད་མ་དེ་ལ་ང་དེ་འདྲ་བྱས་བ་ན་སྤུ་གུ་ནས་སེམས་པ་ཕམ་གི་རག་ཏི་སོང་ཙང་ཨ་ནི་མྱེས་ཀྱིས་ད་རིང་ཡར་སླེ་ཡག་གི་ཅིག་སྐད་ཆ་བཤད་ཡིན་ཨང་ད་རིང་ཏག་ཏག་སྟབས་ཡག་བྱས་ལ་ད་རིང་ཏག་ཏག་ཐུགས་སུ་ཁེ་ཚང་ང་ལ་བྲེལ་བ་བྱེད་ཉིན་སྤུ་གུ་དེ་ཁོ་རང་མཉམ་པོ་འདུག་ཨ་ནི་ཐུགས་བའི་རྗེས་ལ་ད་ང་སློབ་ཚང་འདྲ་ཞིག་ལ་ཕ། ཡིག་ཆ་དོ་བཟོ་མཁན་ནི་བདེ་སྡོད་ལས་ཁུངས་འགྲོ་དུས་བདེ་སྡོད་ལས་ཁུངས་ལ་ཨང་ད་ལྟ་ད་ལྟའི་ཆར་ལ་འཕྲོད་བསྟེན་ལ་འབྲེལ་བ་བྱེད་ས་གལ་ཆེ། འདི་བྱུང་མ་སོང་འབྲེལ་བ་བྱེད་ཐུབ་མ་སོང་ད་ཡིན་ནའི་ད་ལྟ་རོགས་དངུལ་ལ་བརྟེན་ཙང་བརྟེན་ནས་ཨ་ནི་དེ་འདྲའི་རོགས་པ་བྱེད་ཀྱི་ཡོད་ཙང་ད་ལྟ་ཨ་རི་ག་གི་རོགས་དངུལ་ཚང་མ་སྒོ་བརྒྱག་འདུག་ཨ། འོ་འདི་རྐྱེན་པས་ད་ད་ནངས་ཨེ་འདྲས་འགྲོ་གི་རེད་འདུག་ར་ཡིན་ལ་ད་རག་གི་ཡོད་མེད་ལ་ཡོད་ད་གལ་སྲིད་རག་ཨ་ནི་བརྒྱ་ཆ་བཞི་རག་གི་རེད་ཨ་ནི་གང་ཙང་ནི་རག་གི་མ་རེད་ཁོ་རང་ལ་ཁ་ཆེ་ན་ན་ཁོ་རང་ཉམས་རྟོགས་ཁོང་ལ་ཡོད་མ་ར

ཨ་ནི། འོ་འདི་རེ་ཆེ་ནི་མ་སྐྱེས་ཡིན་འདི་སྐྱེས་མ་ལ་ང་ཁོ་རང་གི་ད་ཉེས་ཆད་དུ་ཚུར་ལན་ཁ་འགྲོ་གོ་ར་ཉེས་ཆད་དུ་ཚུར་ལན་ཁ་འགྲོ་ཅིང་ཁོ་རང་ག་བ་ལ་ཉེས་ཀྱི་འདུག་ལ་ན། བས་ཏེ་ཕ་ས་བག་སུ་ག་ཅིག་སུའིམིང་པུལ་ཡོད་ར་འདི་བ་ལ་ཁང་པ་སྟོང་པ་ཞིག་འདུག་དཀོན་མཆོག་གསུམ་ད་འདི་གང་ལ་ཉེས་ཀྱི་འདུག་ར་ད་ང་འདི་ཅིག་མཐོང་དུས་ང་སྙིང་རྗེ་སོང་ངོ་ནི། ཉི་མ་ང་ཡི་འདི་འདྲའི་ལྷ་སྨྱོན་ཡོད་འདི་འདྲའི་ད་ང་ཉེས་སྨྱོན་མེད་ཡོད་ར་དེ་འདྲའི་ཡོད་ར་སོ་སོ་ད་འདི་ང་རྣམ་རྣམ་ཤེས་དྲང་མོ་དེ་འདྲའི་ཡོད་རེད་ང་ཁོ་རང་ལ་ག་རེ་གོན་ནི་ཉེས་ཡོད་ལ་དུས་ཤོལ་དུ་བཀྲ་བཀྲ་ཞིག་འདུག

ངོ་ཨ་ནི་ང་ཡི་སྙིང་རྗེ་སུ་རག་ཁོ་རང་ངོ་ནི་ཁོ་ར་ཐུ་ཨ་ཏི་སི་ཇི་ལུས་ཐེ་ཁྱོ་དྲོ་ང་ར་ཚོགས་སུ་ཡིན་པ་ནས་ཁོ་རང་གི་གཟུགས་པོའི་གནས་སྟངས་དང་ཟུར་ནི་ཡག་ཐག་ཆོད་འདུག་ད་དམིགས་བསལ་དེ་འདྲས་ཅིག་གི་རྐྱེན་པས་ཁོ་རང་གཟུགས་པོ་ལ་ཅིག་དཀའ་ངལ་དྲོ་བོ་བྱུང་མི་འདུག་ར་ད་དེ་ཀུན་ཇོ་ག་འདྲེང་ར་ཡག་པོ་བྱུང་འདུག་ར་ཨ་ནི་ངོ་ད་སོང་ད་ད་ངེད་གི་གཙོ་བོ་དེ་གར་ཤོད་ལ་ན་ཁོ་རང་ད་ད་ཁོ་རང་གི་ལ་བ་ན་ཤི་ད་ངེད་ཁོ་རང་མ་སྐྱེས་ཚར་རེད་ཁོ་རང་ལ་དུག་ལོ་ཡི་གོ་འདུག་ར་ཨ་ཁོ་རང་ལ་འགྲོ་སོང་བཏང་ཡག་གི་གོ་འདུག། ཨང་འཕྲུལ་ཆས་དུ་ཚོད་དགོས་རེད་ད་གང་ཅི་ཐོག་ནས་ཁོ་རང་ལ་དཔལ་འབྱོར་གྱི་ད་ཏིས་རོགས་པ་དགོས་འདུག་ཡོ་འོང་དུ་སོང་ཙང་ཨ་ནི་མི་མང་ཚང་མ་གིས་གང་མང་མང་ཁོ་རང་ལ་གལ་སྲིད་རོགས་པ་བྱེད་ཐུག་ངེས་ཅིག་ན་ར་བྱིས་རོགས་གནང་སང་ཞོས་ཨ་ནི་ང་ཁོ་རང་གི bank account ད bank bank ཐད་དུ་ར་ཡིན་ནས་ཅིག་གུ་མོ་ཞིབ་བྱེད་ཅིག་མིན་དེ balance མིན་འདུག་ཨ་ནི་བོ་འདི་ག་ཅིག་ངའི account detail ཚང་མ་ཁོ་རང་ང་ཅིག bank ཐད་ཁས་ལེན་ཡིན་ར